དེ་ནས་ད་ཨ་ནི་རྩ་ཚིག་འདིའི་ནང་ལོགས་ལ་ག་རེ་ལབ་ཡོད་པ་རེད་ཟེར་ན་ཆོས་སྐུ་སྤྲུལ་སྐུའི་མཛད་པ་བརྒྱ་ལ་སོགས་ཟེར་དེ་འདྲ་ཅིག་ཡོད་པ་རེད་ཆོས་སྐུའི་སྤྲུལ་སྐུ་ལབ་ཡོད་དེ་ག་འདྲི་ཅིག་འདུག་ཨ་ནི་ང་ཚོ་ཨ་ནི་དེ་ལ་ཅིག་བལྟ་རྒྱུ་གཅིག་གོ། ཆོས་སྐུའི་སྤྲུལ་སྐུ་ལབ་ཡོད་འདི་ཨ་ནི་སྐུ་གཤིས་ཀྱི་ནང་ཚན་ཅིག་རེད། ཨ་ནི་ང་ཚོ་སྐུ་བཞི་དེ་ག་རེ་རེད་ཅིག་བལྟ་དགོ། སྐུ་བཞི་དེ། ངུ་གཉིད་སྐུ། ཡེ་ཤེས་ཆོས་སྐུ། ཨ་ནི་རླུང་སྐྱོད་རྫོགས་སྐུ། ཕྱོགས་ཀྱི་སྤྲུལ་སྐུ། ཨ་ནི་སྡེ་བཞི་དེ་རེད། དེའི་ནང་ལོགས་ནི་ད་རིས་ང་ཚོ་བྱ་ཡས་དེ་ཕྱོགས་ཀྱི་སྤྲུལ་སྐུ་ཟེར་བ་ཨ་ནི་དེ་རེད། ད་ང་ཚོ་འཛམ་བུའི་གླིང་འདི་དབང་དུ་བྱེད་པ་ཡིན་ན། ཨ་ནི་ང་རང་ཚོ་ཕྱོགས་ཀྱི་སྤྲུལ་སྐུ་དེ་ཨ་ནི་སྟོན་པ་ཤཱཀྱ་ཐུབ་པ་རེད། འོ་དེ་འདྲ་ཅིག་རེད། ཆོས་སྐུའི་སྤྲུལ་སྐུ་ལབ་ཡ་དེ་ལ་ཨ་ནི་ཆ་ཆུ་འདྲ་བོ་མ་ཚོགས་ན་ག་ཚོད་ཡོད་རེད་ལབ་ན་ཆ་ཆུ་གསུམ་ཡོད་རེད། ཨ་ནི་ཆ་ཆུ་དང་པོ་དེ་ཨ་ནི་སྐུ་མཚན་དང་དཔེ་བྱད་ཀྱིས་བརྒྱན་པ། གསུམ་གཞན་ཕན་གྱི་ཆུ་རྫོགས་པར་གསུངས་པ། ཐུན་མོང་པའི་ངོར་མཛད་པ་བཅུ་གཉིས་མཛད་པ། ཨོ་ད་བྱ་ཁྱུ་གསུམ་འདི་དེ་འདི་འདྲས་ཅིག་རེད་ཨ་ནི་གཤམ་ལ་ང་ཚོ་བྱ་ཁྱུ་རེ་རེ་བཞིན་ཨ་ནི་ད་ཡ་བྱེད། སྐུ་མཚན་དང་དཔེ་ཤེལ་གྱིས་བརྒྱན་པ་ཟེར། སྐུ་མཚན་དང་དཔེ་ཤེལ་གྱིས་བརྒྱན་པ་ཟེར་བ་འདི་ག་རེ་གསུང་གི་ཡོད་པ་རེད་ལབ་ན། ཨ་ནི། མཚན་བཟང་པོ་སུམ་ཅུ་རྩ་གཉིས་དང་དཔེ་ཤེལ་བརྒྱ་ཅུ། ཨོ་དེ་འདྲ་རེད། ཨ་ནི་མཚན་བཟང་པོ་སུམ་ཅུ་རྩ་གཉིས་ཟེར་ལབ་དེ་གང་ལ་ང་ཚོ་མང་ཆེ་བ་དེ་གདོང་འབག་དང། ཨ་ནི། དབུ་དང། ཞབས་དང་འདི་འདྲི་གི་ཨ་ནི། རྟགས་རྟགས་མཚན་ཨ་ནི་བཟང་པོ་གཅིག་གི་ཨ་ནི་སུམ་ཅུ་རྩ་གཉིས་ཡོད་པ་རེད། དེའི་ནང་ལོགས་ནས་ད་ང་ཚོ་ཐུན་མོང་མ་ཡིན་པ་དེ་དབུ་སྐྲ་དང་གཙུག་ཏོར། དེར་བ་སྟོན་པ་ཤཱཀྱ་ཐུབ་པ་ལ་གཙུག་ཏོར་ཡོད་པ་རེད་གཙུག་ཏོར་ལ་སྣང་བ་ཐོབ་དབུགས་ལྒང་འདི་ནས་ཡར་ཨ་ནི་རྡོག་རྡོག་ཅིག་ཡོད་པ་ཨ་ནི་དེ་རེད། ཨ་ནི་ད་མཚན་བཟང་པོ་གསུམ་གྱི་རྩ་གཉིས་ཀྱི་ནང་ལོགས་ནས་ད་མཆོག་ཏུ་གྱུར་པ། མཆོག་ཏུ་གྱུར་པ་ཨ་ནི་ང་ཚོ་མིའི་འཕར་བ་དང་མ་འདྲ་བ། ཨ་ཐུན་མོང་མ་ཡིན་པ་གཅིག་དེ་ཨ་ནི་གཙུག་ཏོར་དེ་རེད་གཙུག་ཏོར་དེ་ཨ་ནི་ང་ཚོ་སོ་སོ་སྐྱེ་བོ་འཕར་བ་གིས་མཐོང་མི་ཐུབ། རྟགས་མི་ཐོབ་ཟེར་ཨ་ནི་དེ་འདྲ་ལབ་པའི་ཡོད་རེད། རྟགས་སུམ་བཅུ་རྩ་གཉིས་དེ་རེ་རེ་རེ་ང་ཚོ་མི་བརྩེ་བ་གཅིག། ཨ་ནི་དཔེ་དཔེ་ཆའི་རྒྱ་ཇུ་ཟེར་ལབ་དུས་གང་ལ་ང་ཚོ་དཔག་པ་ང་ཚོ་གཟུགས་པོ་གི་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནི་སྐུ་ལུས་ཀྱི་ཨ་ནི་ང་ཚོ་དཔག་པ་གི་མདོ་སེན་མོ་གི་མདོ། ད་ནི་ཁ་དོག་དང་ཨ་ནེ་དང་འབྲུ་འཇུ་བའི་རིགས་འདི་ལ་དཔེ་ཞེས་དཔེ་བྱད་ཟེར་ལབ་དགོས་ཡོད་པ་རེད་འདི་ལ་ཨ་ནེ་གྲངས་ཀ་བྱེད་པ་ཡོད་ན་དཔེ་བྱད་བརྒྱ་བཅུ་ཡོད་རེད་ཨ་ནེ་ད་དེ་ཚོའི་རིགས་དེ་ཨ་ནེ་རྒྱལ་བ་ཤམ་པ་མགོན་པོ་བརྩམས་པའི་མངོན་རྟོགས་རྒྱན་ལ་སོགས་པའི་ནང་ལ་བྱོན་དགོས་ཡོད་པ་རེད་ད་ང་ཚོ་བརྒྱད་པ་མི་ཤེས་པ་བྱེད། ཕྱོགས་ཀྱི་སྤྲུལ་སྐུ་གི་བྱ་སྤྱོད་གཉིས་པ། གསུང་གཞན་ཕན་གྱི་ཆོས་རྫོགས་པར་གསུངས་པ་ཟེར་བ་དེ་ག་རེ་ལབ་ཀྱི་ཡོད་རེད་ལབ་ན། སངས་རྒྱས་མཆོག་གི་སྤྲུལ་སྐུ་ཅིག་འཇིག་རྟེན་འདི་ལ་བྱོན་པ་ཡིན་ན། སྐྱེ་བོ་རབ་འབྲིང་ཐ་མ་གསུམ་དཔེར་ན། སྐྱེ་བ་བཞིན་མ་ལྷ་དང་མི་ཡི་གོ་འཕང་ཐོབ་པར་འདོད་པ་ཡིན་ན་འདྲ། ཉན་ཐོས་དང་རང་རྒྱལ་དང་དེ་འདྲའི་གི་གོ་འཕང་ཐོབ་པར་འདོད་པ་ཡིན་ན་འདྲ། ཡང་ན། སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་པ་ཡིན་ན་འདྲ། གདུལ་བྱ་ཐམས་ཅད་ལ། རང་རང་གི་འདོད་པ་དང་མཚུངས་པའི་ཆོས་མ་ཚང་པ་མེད་པ་ཅིག་གསུང་གི་རེད། ཐེག་པ་ཆེན་པོའི་ཆོས་རྐྱེན་པ་གསུངས་པ་ཡང་མ་རེད། ཐེག་པ་ཆུང་བའི་ཆོས་རྐྱང་པ་གསུངས་པ་ཡང་མ་རེད། འཇིག་རྟེན་འདིའི་ཆོས་རྐྱང་པ་གསུངས་པ་ཡང་མ་རེད། ཆོས་ཚང་མ། མི་ཐམས་ཅད་ལ་དགུ་མཁོ་ཡོད་པའི་ཆུ་མ་ཚང་བ་མེད་པ་ཅིག་གསུང་གི་རེད་ཟེར། བོ་ད་དེ་རེད། གཞན་གསུང་གཞན་ཕན་གྱི་ཆུ་རྫོགས་པར་སོང་བ་ཟེར་ན་འང་ཆ་ཆུ་དེ་འདྲ་ཅིག་རེད། ཨ་ནི་ཐུན་མོང་བའི་ངོར་མཛད་པ་བཅུ་གཉིས་མཛད་པ། ཨ། དེ་ག་རེ་ལ་སྐོར་ལབ་ན་ང་ཚོ་སྤྱིར་བཏང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ལ་མཛད་པ་དཔག་ཏུ་མེད་པ་མཛད་པ་བློ་ཡུལ་ལས་འདས་པ་མཛད་པ་དཔེ་མང་པོ་ཡོད་པ་རེད། ཡིན་ན་ཡང་མཛད་པ་མང་པོ་ཅིག་ང་ཚོ་སོ་སོ་སྐྱེ་བོ་རང་ག་བ་མི་ཕལ་བ་རྣམས་ཀྱིས་མཐོང་ཐུབ་ཀྱི་ཡོད་མ་རེད་མཐོང་ཐུབ་ཀྱི་མ་རེད། དེ་འདྲ་ཡིན་དུས་ད་ང་ཚོ་ཕྱུག་པོའི་ཆོས་སྤེལ་སྤྲུལ་སྐུ་ཞེས་པ་འདི་གི་མཛད་པ་བཅུ་གཉིས་གཙོ་བོ་བྱས་པའི་མཛད་པ་མང་པོ་ཅིག་ང་ཚོ་མི་རང་ག་བ་མི་ཕལ་བ་འོ་དེ་འདྲ་གི་མཐོང་ཐུབ་ཀྱི་ཡོད་ད། མི་ཚང་མ་གི་མཐོང་ཐུབ་པའི་འཛབ་པ་ཇོ་ཉིད་དང་འཛབ་པ་ཇོ་ཉིད་དེ་ང་ཚོ་རེ་རེ་བཞིན་དུ་ནི་དེ་རང་ནི་ཅི་མ་རིན་པ་བཞིན་དུ་ནི་བཤད་ཡོང་གི་རེད། ཨོ་དེ་འདྲ་གྱི་རེད།